བཟོ་བ། གནོད་ལྡན་གྱི་གང་ཟག་ལ་ཉན་པར་སྐུལ་བ། འདི་ནི་ཆེད་དུ་བཞག་ཡུལ་དུ་བཞག་ལ་བརྟེན་པར་འགྱུར། བཟོ་བ་ནི་དེ་ལྟར་གོང་དུ་བཤད་པ་ལྟར་གྱི་ཟབ་པ་དང་རྒྱ་ཆེ་བའི་ཚུལ་ལ་མཁས་པའི་སྐྱེ་བོས་ནི་ཟིན།

སྐྱེ་བ་ཐམས་ཅད་དུ་བསམ་བློ་གི་ལྟ་བ་འདི་དང་མི་འབྲལ་རྒྱུའི་དོན་དག་ད་ཡང་ངན་སོང་འདི་ལྟ་མུ་གི་གནས་སུ་ལྷུང་སོང་ན། བསམ་བློ་གི་ལྟ་བ་འདི་དང་ཁ་བྲལ་རྒྱུ། དེ་ཡང་ཐ་ན་ད་ཡང་དལ་འབྱོར་གྱི་ཨང་ཀ་མ་འཁྲུགས་པ་ལྟ་མུ་ཡོང་དགོས་གི་དེ་བསམ་མེད་ནས་དེའི་ཆེད་དུ་ཡང་ཚུལ་ཁྲིམས་ཀྱི་ལྷག་པ་ལ་ཡང་བརྩོན་པ་ཡོད་དགོས། དེའི་མདོར་ན་ད་དུ་མོ་དབུལ་བའི་སྟེང་ནས་ད་གསར་པ་དང་རྒྱ་ཆེ་བའི་ཚུལ་ལ་ཁེལ་བ་གཟུགས་ལོང་གི་དོན་དུ་བསྟོད་པའི་དབང་དུ། གསར་པ། ཆུ་ཁོལ་ཉམས་སུ་ལེན་པ་ལ་ཁེལ་བ་དུ་མོ་མ་རུང། གསར་པ་དང་རྒྱ་ཆེ་བའི་ཚུལ་ལ་ཁེལ་བའི་དགེ་བས་ནི། ཡུན་རིང་བོར་བར་མེད་པར་གསར་པ་དང་རྒྱ་ཆེ་བའི་ཕྱོགས་ཀྱི་དགེ་བའི་ཚོགས་རྣམས། མཚོ་སྐྱེས་སར་ངེས་པར་བསགས་ནས་རིམ་གྱིས་རབ་ཏུ་དགའ་བའི་ས་ནི་ཐོབ་པར་འགྱུར་བས། ས་རབ་དགའ་དེ་ནི་དོན་དུ་གཉེར་བས། འཆད་པར་འགྱུར་བའི་བསམ་ཡས་ལམ་འདི་ཉན་པར་གྱིས་ཤིག་ཅེས་སྙན་པར་བསྐུལ་བའོ། གཟིངས་འོ་ད་ཡིན་རུང་ངོ། འོ་དེ་ཡིན་རུང་ངོ་བར་མེད་པར་སོ་ད་གཟོད་ད་རྒྱུན་མ་ཆད་པར་དང། འོ་དེ་ཡིན་རུང་ངོ། ད་བར་མེད་ཁས་རྒྱུན་མ་ཆད་ལ།

ད་སོར་སྐྱེས་ས་ནས་བཟུང་སྟེ་ངེས་པར་བསགས་ནས། ད་རིམ་གྱིས། ད་ཐེམ་པ་རིམ་དྲུག་གི་ཚུལ་དུ། རིམ་གྱིས་རབ་ཏུ་དགའ་བའི་ས་འདི་ཐོབ་པར་འགྱུར་བས་ཟིན། ཧོ་ཐི་ཀེ་ཏ། ཡ་རབ། སུ་གུ་ན་ར། རིམ་པ་རྣམས་ཀྱི་ཇེ་མཐོ་སོང་གི་སོང་གི་ད། ས་རབ་ཏུ་དགའ་བ་ཐོབ་པར་འགྱུར་བས་ཏི་ཟིན། རིམ་པ་དེའི་སྟེང་ནས་ད་ཐོབ་པར་འགྱུར་བས་ཟིན། ད་ཐིམ་པའི་རྒྱུ་ཉམས་སུ་བླང་བའི་གནས་དེ་ད་ཏི་འབྲས་བུ་ཏི་ཐོབ་འགྱུར་འབྲས་བུ་ཕྱི་མ་ཕྱི་མ་རིགས་ད་ཐོབ་འགྱུར། རྒྱུ་སྔ་མ་སྔ་མ་རིག་གནས་འདི་ཡིན་འདུག་སྟངས་དུ་ནི་ད་ལྟར་འབྲས་བུ་སུ་མ་སུ་མ་རིག་ཐོབ་རྒྱུར། ད་ས་རབ་དགའ་དེ་ནི་དོན་དུ་གཉེར་བས་ཡིད་ཟིན། ད་ས་རབ་དགའ་ད་ཐོབ་པར་འདོད་མཁན་རྣམས་ཀྱིས་ཡིད་ཟིན་ནོ། ད་ས་རབ་དགའ་དོན་དུ་གཉེར་བས་ཡིད་ཟིན། ད་ཡ་རབ་ཅན། ད་ས་རབ་དགའ་དོན་དུ་གཉེར་བས་ད་སངས་སོ་སའི་འཁོར་རྣམས་ཀྱིས་ཟིན་ནོ་དོན་ནོ། འོ་ཆད་པར་འགྱུར་བའི་བསམ་ཡས་ལམ་འདི་ཟིན་ནོ། ད་ཆེན་འགྱུར་གྱི་བསམ་ཡིག་ལམ་འདི། ཉན་པར་གྱིས་ཤིག་ཟིན། ཨོ་ཅེས་ཉན་པར་སྐལ་བ་འོ་ཟིན། དེ་ནས་ཐུགས་ན་འདི། འོག་མ་འཇིག་ཁོག་གི་ཆེད་དུ་ཞབས་ཡིག་འདི་བཞེས་ཡོད་ན། ས་རབ་དང་བོ་རབ་ཏུ་དགའ་བ་མ་ཐོབ་པ་ཟིག་གོ། ད་དེ། ས་རབ་དགའ་དེ་ནི་དོན་དུ་གཉེར་བས་ཟིན། ད་དེ་ཐོབ་པར་འདོད་པ་རྣམས་ཀྱིས་ད། བསམ་ཡིག་ལམ་འདི་ཉན་པར་གྱིས་ཤིག་ཟེར་ནས་ཨོ་ཏོ། དེ་ཡང་གཟུགས་བྱ་བའི་འབྲེལ་བ་ལས། རང་བཞིན་སྟོང་བ་ཉིད་ཀྱི་གཏམ་ལ་གུས་པར་འགྱུར་ན། དེ་དེ་དང་མཐུན་པའི་རྐྱེན་ཉེ་བར་སྒྲུབ་པའི་སྒོ་ནས་ཇི་ལྟར་སྟོང་བ་ཉིད་ལ་དང་བ་འཕེལ་བར་འགྱུར་བ་དེ་ལྟར་ས་ཟིན་ཟིན། འོ་ད་རང་བཞིན་སྟོང་བ་ཉིད་ཀྱི་གཏམ་ལ་གུས་པར་འགྱུར་ན་ཟིན་ནོ།

རང་བཞིན་སྟོང་བ་ཉིད་ཀྱི་གཏམ་ལ། ད་ཉན་འདོད་ཀྱི་དོན་གཉེར་ཤིན་ཏུ་ཆེ་ནས་དུ་མ་ཡིན་ན། དེས་དེ་དང་མཐུན་པའི་རྐྱེན་ཉེ་བར་སྒྲུབ་པའི་སྒོ་ནས་ཟིན་ནོ། ད་དེ་འདྲ་བའི་གང་ཟག་དེ་ཡིན་ན་ད་དེ་དང་མཐུན་པའི་རྐྱེན། ཧོ་ཡ། ད་དེ་དང་མཐུན་པའི་རྐྱེན་ཟིན་ད་དེ་གི་མཐུན་རྐྱེན། ཧོ་ཡ། དེ་ལ་ད་དེ་གི་མཐུན་རྐྱེན་བསྒྲུབ་ཡིན། མཐུན་རྐྱེན་དུ་ཉེ་བར་སྒྲུབ་པའི་སྒོ་ནས།

བདག་ཉིད་ཀྱི་དམ་པའི་ཆོས་ཀྱི་བར་ཆད་ཀྱི་རྒྱུ་མཚན། གཡང་ས་ཆེན་པོས་རྒྱུད་ཡོངས་སུ་སྤང་བར་འདོད་པས། འོ་ད་གཡང་རྗེ་ཆེ་བ། དེ་ནས་བཅོམ་ལྡན་འདས་དེ་བཞིན་གཤེགས་པ་ལ་ཞི་བ་བཟོ་བ། འོ་ད་སངས་རྒྱས་བཅོམ་ལྡན་འདས་གཡོན་གྱི་ནི་ར། ཟབ་མོ་སྟོང་བ་ཉིད་འདི་བཟའ་རྒྱུའོ་ཞེས་པ་ལྟར།

ཞི་བ་བཟོ་ཞིང་ཟེར་བཅོམ་ལྡན་འདས་དེ་བཞིན་གཤེགས་པ་ལ་ཞི་བ་བཟོ་ཞིང་ཟེར། འོ་དེ་རེད། ད་གཞུང། མཁས་བ་གི་བཤད་ནོར་བུ་གཞུང་དེ་དང་དེའི། བར་གྱི་འཆད་ཉན་རེ་ནས་དེ་ལྟར་ན་དེ་ལ་བར་གྱི་དྲི་ནི། འཇགས་ནོ། འོ་དེ་དྲི་བཟོ་ཡིན་ནོ། འོ་དོན་དུ་དེའོ། ད་བདག་ཉིད་ཀྱི་དམ་པའི་ཆོས་ཀྱི་བར་ཆད་ཀྱི་རྒྱུ་མཚན་ཟིན་ད་བདག་ཉིད་སྐུ་རང་ཉིད་ཀྱི་རང་ཉིད་ཀྱི་དམ་པའི་ཆོས་ཀྱི་བར་ཆད་ཀྱི་རྒྱུ་མཚན་ཨོ་ད་བར་ཆད་ཀྱི་རྒྱུ། གཡང་ས་ཆེན་པོ་གི་རྒྱུ་ཡོངས་སུ་སྤང་བར་འདོད་པས་ཟིན་ད་གཡང་ས་ཆེན་པོ་ཡིན་ན་ངན་འགྲོ་གི་ལ་གོ་དགོས་ན་ད་ངན་འགྲོ་གི་རྒྱུ་ཡོངས་སུ་སྤང་བར་འདོད་པས་ཟིན་ཨོ་ད་ངན་སོང་གི་གནས་སོང་གསུངས་ན་རང་གི་དམ་པའི་ཆོས་ཀྱི་བར་ཆད་ཀྱི་དབང་གསུངས་སོ།

ཨོ་ཡ་གསུངས་ཏེ་སྣོད་མིན་གྱི་སྐྱོན་གཉིས་དང་བྲལ་བ་ལའོ་ཟིན་ནོ། ད་གོང་ནས་སྣོད་མིན་གྱི་སྐྱོན་གཉིས། ཨོ་ཡ་ད་ཟབ་མོ་སྟོན་པའི་སྣོད་མིན་གྱི་སྐྱོན་གཉིས་ཟིན་ཏེ་ཟབ་མོ་གཏན་ནས་འོང་ན་ད་གསུང་གི་དེ་བ་གི་ཡིད་མ་ཆེས་སྤང་ལྟུང་དུ་ཟིན། དེ་སྤྲོས་ད་ཟབ་མོའི་དོན་དུ་ཕྱིན་ཅི་ལོག་ཏུ་བཟུང་དགོས། ལྟུང་བ་ཉིད་ཀྱི་དོན་དུ་ད་ལྟུང་བ་གི་དོན་དུ་ད་བྱང་མེད་གི་བཟུང་བས་ནི་དེའི་དོན་ད་ཕྱིན་ཅི་ལོག་ཏུ་བཟུང་དུ་ཟིན། ཨོ་ད་དེ་གཉིས་ཀ་ད་སྣོད་མིན་གྱི་སྐྱོན་གཉིས་ཀ་རེད། གཏན་ནས་ཡིད་མ་ཆེས་པ་སྤང་ལྟུང་མི་བཟོད་རོ། འོ་ཕྱིན་ཅི་ལོག་གི་དུས་དོན་ཕྱིན་ཅི་ལོག་ཏུ་བཟུང་དོ། འོ་གཏུམ་མོ་གི་སྣོད་མིན་གྱི་སྐྱོན་གཉིས་དག་གང་ནས་བཤད་ནོ། སྣོད་མིན་གྱི་སྐྱོན་གཉིས་དང་བྲལ་བ་ལ་ད་ལྟའི་མགོ་བོ་བཟུང་བ་ལྟར། མོས་བ་ཡོད་པས་ཇི་ལྟ་བ་བཞིན་མི་གོ་བ་ལ་ཡང་རྟེན་འབྲེལ་གྱི་ངེས་བ་ལ་མི་གནོད་པའི་ཐབས་བྱས་ནས་བཤད་པར་བྱའོ་བཟུང་ངོ། ཡང་མོས་བ་ཡོད་ནོ། ཡང་བལྟས་ན་ཇི་ལྟ་བ་བཞིན་མི་གོ་ནོ། འོ་གཏུམ་མོ་གི། ཡང། ད་ནི། ད་ལྟ་མོ་བ་ནི་འོ་གུམ། དེ་ཉིད་ན་དོ་ཅིག་རྒྱལ་ཡོངས་སུ་མིན་པ་ཟིན་མ་རུང། མེ་བ་ཡོད་པའི་ཅི། མེ་བ་ཡོད་པའི་ཟིན། ད་མེ་བ་ཡོད་ནོ་དེ་དོན་གཉེར་ཡོད་ནོ། ཡང་བསྟན་ན་ཇི་ལྟ་བ་བཞིན་མི་གོ་བ་དུ་མོ་ཡིན། འོ་ཡ་མི་གོ་བ་ལ་ཡང་རྟེན་འབྲེལ་གྱི་ངེས་པ་ལ་མི་གནོད་པས་ཟིན་ད་སྟོང་བ་བསྟན་ནས་ཡོང་ན་ད་རྟེན་འབྲེལ་གྱི་ངེས་པ་དེ་ལ་མི་གནོད་ནོ། འོ་ཡ་རྟེན་འབྲེལ་གྱི་ངེས་པ་དེ་ལ་མི་གནོད་ནོ་གི་ད་ཐབས། བྱས་ནས

འདི་ལྟར་བསོད་ནམས་ཐམས་ཅད་བསྡུ་བ་ཡིན་ཟིན་ཏོ། དེ་ལྟ་བུའི་མོས་པ་འདི་ལྟར་ལོག་པར་ཟིན་ཏོ་དགེ་བ་ཐམས་ཅད་པོ་བདུད་ཀྱི་བུ། ད་དུ་མོ་བུ་འགྱུར། བསྡུ་བ་ཡིན་ཏེ་སངས་རྒྱས་སུ་མ་གྲུབ་ཀྱི་བར་དུ་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་སུམ་ཚོགས་པ་ཐམས་ཅད་འགྲུབ་པར་འགྱུར་ཏེ་ཟིན། ཧོ་ཡ། སངས་རྒྱས་སུ་མ་གྲུབ་ཀྱི་བར་དུ་ཟིན། ད་སངས་རྒྱས་ཀྱི་གོ་འཕང་མ་ཐོབ་བར་དུ་ད་འཇིག་རྟེན་པ་དང་འཇིག་རྟེན་ལས་འདས་པའི་ཕུན་སུམ་ཚོགས་པ་ཐམས་ཅད། ཧོ་ཡ། དང་ལོག་འཚོ་ཐམས་ཅད་དུ་འགྲུབ་པར་འགྱུར་གྱི། ཆོས་ཟབ་མོ་རྣམས་མོས་པ་དེ་ལྟ་དུ་འགྱུར་ནོ། ཆོས་རིན་པོ་ཆེ་གསུམ་པའི་མདོ་ལས་བྱུང་བ་བཞིན་དུ་མདོ་འདི་ནི། འཇའ་ཧོལ་བྱང་ཆུབ་སེམས་དཔའ་ཐབས་ལ་མཁས་པ་དང་བྲལ་བས་དགའ་བ་བརྒྱ་སྟོང་དུ་ཕ་རོལ་ཏུ་ཕྱིན་པ་དྲུག་ལ་སྤྱོད་པ་བས་བཞིན་གང་གིས་ཁྱེད་ཀྱི་རྣམ་གྲངས་འདི་ཐེ་ཚོམ་དང་བཅས་པའི་ཉན་པ་འདི་བསོད་ནམས་དེ་བས་ཆེས་མང་དུ་སྐྱེད་ན་གང་ཐེ་ཚོམ་མེད་པར་ཉན་པ་ལྟ་ཅི་སྨོས་ཟིན། འོ་ད་ཐབས་ལ་མཁས་པ་དང་བྲལ་བས་ཟིན་ཏེ། འདི་སོགས་ནི་ཐབས་ཁྱད་པར་ཅན་འདྲ་སྟེ་ཉན་ན་ད་སྙིང་རྗེ་ཆེན་པོ་དང་བྲལ་བ། འོ་ད་དུ་མོ་བཀོག།

ད་ས་མོ་གི་ཏེ་ཉེར་སྟོན་མགོན་ནོ་གི་ཆེད་ཀྱི་རྣམ་གྲངས་འདི་ད་ཐེ་ཚོམ་དང་བཅས་པ་ད་དོན་གྱིར་གྱི་ཐེ་ཚོམ་དང་བཅས་པ་ད་དེ་མགོན་ནོ་ཐེ་ཚོམ་དང་བཅས་པའི་བསྙེན་པ་འདི་ཟེར་རོ། ད་བསོད་ནམས་ལྟེ་བའི་ད་གོང་གི་བསོད་ནམས་ལྟེ་བསྟེན་ན་ད་ཧ་ཅང་ཆེ་བ་ཙམ་མོ། བསོད་ནམས་ལྟེ་བའི་ཆེ་མང་དུ་སྐྱེད་ན་ཟིན། གང་ཐེ་ཚོམ་མེད་པར་བསྙེན་པ་ད་ཅི་མེད་ཟིན། ཧོ་ཏི་རེ། གང་ཡི་གེར་བྲིས་ནས་ལུང་འབོགས་པ་དང་འཆང་བ་དང་གཞན་དག་ལའང་རྒྱ་ཆེར་རབ་ཏུ་སྟོན་པ་ད་ཅི་མེད། ཞེས་གསུངས་སོ་ཟིན། ཨོ་ཡ། ད་ཡི་གེ་བྲིས་ནས། ཨ་ལགས་བམ་ར་ད་ཡི་གེ་བྲིས་ནས། ཨོ་ཡ་ཤེར་ཕྱིན་གྱི་མདོ་ར་ད་ཡི་གེ་བྲིས་ནས་ད་ལུང་འབོག་ཧ། གཞན་ལ་ལུང་སྟེར་དགོས་མོད། ད་ནི་ད་རང་གི་ཡང་ཨ་ལགས་བམ་ར་ད་འཆང་བ། ཨོ་ཡ། བུ་མོ། གཞན་དག་ལའང་རྒྱ་ཆེ་རབ་ཏུ་སྟོན་པ།

སངས་རྒྱས་ཀྱི་སྤྲུལ་བ། རབ་མཆོག་ཅེས་གསོལ་བ་བཅོམ་ལྡན་འདས། གང་གིས་གཤེད་མ་ཉིད་དུ་གྱུར་པ་དེ་དག་ཉིད་ཀྱང་མང་བ་ལགས་ན་དེ་དག་གི་གཤེད་མར་གྱུར་བ་ལྟ་མོད་ཀྱང་ཅི་འཚལ་ཟིན་ནོ། ད་གཤེད་མ་གི་ཀྱང་བཀའ་གི་ཆོས་བུམ་གང་ག་དུ་མོ་ཀྱང་བཀའ་མ་ང་ཟིག་གི་ལོགས་སོང་ན། དེ་གི་ཆོས་དེ་ར་དུ་མོ་མ་ང་ཟིག་ཡིན་དང་ན། དུ་མོ་ཆོས་མང་བོ་གི་ནང་གི་གཤེད་མ་མང་ནོ་ད་གཤེད་མ་དགོ་བ་རེད་དུ་ཟིན་ནས་དེ་དག་གི་གཤེད་མར་གྱུར་བ་ལྟ་མོད་ཀྱང་ཅི་འཚལ་ཟིན་ནོ། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ་རབ་འབྱོར་ཁྱོད་ལ་བསྒོའོ། ཁྱོད་ཀྱིས་ཁོང་དུ་ཆུད་པར་བྱའོ། གངས་དགེ་སློང་དེ་དག་གི་བྱེ་མ་ཇི་སྙེད་པ་དེ་སྙེད་ཀྱི་འཇིག་རྟེན་གྱི་ཁམས་ཟིན། འོ་ད་གངས་དགེ་སློང་མོ་ངོ་གི། འོ་ཡ་ད་བྱེ་མ་ཇི་སྙེད་པ་དེ་སྙེད་ཀྱི་འཇིག་རྟེན་གྱི་ཁམས་ཟིན་ད་འཇིག་རྟེན་གྱི་ཁམས་གྲངས་མེད་པ་འོ་དམ་བོར། འཇིག་རྟེན་གྱི་ཁམས་སྐྱེ་བ་བི་མའི་ལ་ལས་རིན་པོ་ཆེ་སྣ་བདུན་གྱི་རབ་ཏུ་གང་དེ་ཟིན་ད་དམ་བོ་གི་འཇིག་རྟེན་གྱི་ཁམས་མང་བོ་ད། སྐྱེ་བ་རི་བི་མའི་ལ་ལ་གི་རིན་པོ་ཆེ་སྣ་བདུན་གི་འོ་ཡ་འཇིག་རྟེན་གཏུམ་མོ་མང་གཟིགས་ལྟ་གང་གིས་བཞིགས་ནས། དེ་བཞིན་སོགས་པ་ལ་སྦྱིན་པ་ཟིན་ན་ཟིན། ད་ཞིང་ཁྱད་པར་བ། དེ་བཞིན་སོགས་པ་ད་ཡར་མར་གྱི་ཞིང་གཉིས་ལ་སྦྱིན་པ་བྱེད་དགོས་ནོ། ད་ཡར་གྱི་ཞིང་དང་དེ་བཞིན་སོགས་པ་གཉིས་ནི་དེ་བཞིན་སོགས་པ་ལ་སྦྱིན་པ་ཟིན་ན་སྐྱེ་བའང་དབུ་མེད་དེ་གཞི་དེ་ལས་སོ་ན་མང་དུ་སྐྱེ་དམ་ཟིན། རབ་འབྱོར་གྱིས་གསོལ་བ་བཅོམ་ལྡན་འདས་མང་ལགས་སོ། བདེ་བར་གཤེགས་པ་མང་ལགས་སོ་ཟིན། ད་ཏི་བཤད་མ་དགོས་པར།

ཞེས་གསུངས་སོ་ཞེས་དང། པོ་ཏཱ། བཅོམ་ལྡན་འདས་ཀྱིས་བཀའ་སྩལ་པ། ཟིན་ཏཱ་གུང་གི་དཔེ་དེ་ལྟས་ན། གང་ཞིག་ཆོས་ཀྱི་རྣམ་གྲངས་འདི་ལས། ཟིན། པོ་ཏཱ། ཟབ་མོ་སྟོང་བ་ཉིད་སྟོན་པའི་ཆོས་ཀྱི་རྣམ་གྲངས། འདི་ལས་ཏེ་ཟིན་ཏོ། འདིར། པོ་ཏཱ། ཐ་ན། ཏཱ། ཚིག་བཞི་གི་ཚིགས་སུ་བཅད་པ་ཙམ་བཟུང་སྟེ། ཟིན་ཏཱ། ཚིག་གཅིག་ཧུ་ལོ་ཀ་གཅིག་བློ་བཟུང་བས་ནི། གཞན་དག་ལ་ཡང་བལྟས་ན། ཟིན།

མི་དགེ། མི་དགེ་བཅུ་ཆེན་པོ་རྣམས་བགྲངས་ནས་ཟིན། འོ་ད་མི་དགེ་བ་བཅུ་བོ་དེ་ལ་མི་དགེ་བ་བཅུ་ཆེན་པོ་བགྲངས་ཆུང་ངུ་ཟེར་ནས། མི་དགེ་བ་བཅུ་ཆེན་པོ། ཞེས་ནས་དེ་ལྟར་ན་དམྱལ་བ་གི་རྒྱུ་གི་འགྱུར་བ་ཟེར་ནས། བགྲངས་ཡིན་གྱི་ན། འདི་དུད་འགྲོ་གི་རྒྱུ་གི་འགྱུར་བ་ཟེར་ནས།

ཨོ་ཡ། དེ་ནི་འདི་གཅིག་དང་ལྡན་པ་ར་མ་རེད་དེ་དག་དང་ལྡན་པས་ཟིན། མི་དགེ་བ་བཅུ། ཆེན་པོ་རྣམས་དང་ལྡན་པ། ཨོ་དེ་ལྡན་ནོ་གི། བདག་མེད་པའི་ཆོས་ལ་འཇུག་ཅིང་ཟིན། ཨོ། དེ་བདག་མེད་པའི་ཆོས་ལ། ད། བདག་མེད་པའི་ཆོས། ད། དོན་དུ་གཉེར་བ། ད་བདག་མེད་པའི་ཆོས་ལ་འཇུག་ཅིང་ཟིན། ད་བདག་མེད་པའི་ཆོས་ཉམས་སུ་ལེན་པ་ལ་འཇུག་བ། ཨོ་དུ་མོ་རུ་མོ། བདག་མེད་པའི་ཆོས་བསམ་པ་ལ་འཇུག་བ།

མེ་བི་ཟིན། འོ་ད། གདོད་མ་ནས་རྟོག་གེར་ཡེ་ཆེའོ་ནས། འོ་ད་ནི་ད། གདོད་མ་ནས་རྟོག་ཧ། དེ་ལ་ད་གེ་དོན་གཉེར་རོ་ནས། འོ་ད་མོ། ད་དད་པ་དང་མེ་བི་སེམས་ཅན་རྣམས་ཟིན། འོ་ད་མོ་ཡིན་དང་ན། དེ་ངན་སོང་དུ་མི་འགྲོའོ་གསུངས་ནོ། ད་མི་དགེ་བ། བཅུ་ཆེན་པོ་དང་ལྡན་ནས་ནི་འོ་དེ་དག་ན་མི་དགེ་བ་བཅུ་ཆེན་པོ་དང་ལྡན་ནས་ན་རེ། བདག་མེད་པའི་ཆོས་ལ་འཇུག་བར་འདི་མོ་བྱུང་དང་ན། ད་དེ་ལྟ་བུའི་སེམས་ཅན་དེ་དག་ངན་སོང་དུ་མི་འགྲོ་འོད་ཟེར། ཧོ་ཡ། ཞེས་གསུང་བ་དང། བདུད་འདུལ་བའི་ལས་ལས། དགེ་སློང་གང་གིས་ཆོས་ཐམས་ཅད་ཤིན་ཏུ་བལྟ་བར་ཤེས་ཤིང། ཉེ་བ་རྣམས་ཀྱི་ཐོག་མའི་མཐའ་ཡང་རང་བཞིན་གྱིས་དབེན་པར་ཤེས་ཏེ། ཉེ་བར་བྱུང་བའི་འགྱོད་པ་སེལ་ཞིང་བརྟན་པོར་མི་བྱེད་པའི་མཚམས་མེད་པ་ཡང་གནོད་ན། ཆོ་ག་དང་ཚུལ་ཁྲིམས་ལ་ལོག་པར་ཞུགས་པ་ཕྲན་ཚེགས་ལྟ་ཅི་སྨོས་ཞེས་གསུང་བ་དང། ད་དགེ་སློང་གིས་ཆོས་ཐམས་ཅད་ཤིན་ཏུ་བལྟ་བར་ཤེས་ཤིང་ཟེར་ནས། དགེ་སློང་གིས་ཆོས་ཐམས་ཅད་ཤིན་ཏུ་བལྟ་བར་ཤེས་ཤིང་དུ་སྒོ་ཁྲི་དག་བཙུགས། ད་ཆོས་ཐམས་ཅད་སྐུ་ནོ་འདི་ད་ཕྱི་ནང་གི་ཆོས་ཐམས་ཅད་ལ་གོ་རྒྱུར་ཤིན་ཏུ་བལྟ་བར་ཤེས་ཤིང་སྐུ་ནོ་འདིའི་ནང་ནས།

ཧོ་ཡ། ཏིང་ངེ་འཛིན་གྱི་ལྷག་པ་གི་སྟེང་ནས་ཉོན་མོངས་པ་གི་མགོ་ནས། ཤེས་རབ་ཀྱི་ལྷག་པ་གི་སྟེང་ནས་ཏེ་ཉོན་མོངས་པ་རྩ་བ་ནས་སྤང་བས་ནས་ཏེ་རྒྱུད་དུ་ཏེ་ཐེག་དུག་གོ། ཧོ་ཡ། རང་གི་རྒྱུད་དུ་ཤེས་རྒྱུད་དུ་ཏེ་ཉོན་མོངས་དང་ཁ་དྲག་གི་ཞིག་ཏུ་ན་ཏེ་རྒྱུད་དུ་ཏེ་དུ་ཚུད་དུ་རུང་དུ་དུ་སུ་ན་མོ། ཨོ་ཡ། ད་རྒྱུ་འདི་ལུགས་དེ་ལྟར་གང་བྱུང་བྱུང་གི་ད་མགོ་རྔ་མེད་ར་ནས་གང་བྱུང་བྱུང་གི་སྒྲུབ་པ་བྱས་ནས་ད་རྟོགས་ཡོན་ཏན་དུ་མིང་རྟོགས་པ་རེ་རྒྱུ་ལ་ཡོང་བའི་ད་མི་ཕན་གསུང་བ་དེ་ད་ཞིག་གནད་འགག་ཟེར། གང་བྱུང་བྱུང་གི་སྒྲུབ་པ་བྱས་ནས་རྟོགས་ཡོན་ཏན་དུ་མིང་རྟོགས་པ་རེ་རྒྱུ་ལ་ཡོད་པས་མི་ཕན་གསུང་ངོ། མགོ་རྔ་མེད་ར་ནས་ད་རྩ་རླུང་ཐིག་ལེའི་སྒོ་མགོ་ནས་ཟེར་ནས་ད་གཏི་མུག་སྒོ་མགོ་ནས་ཟེར་ཨོ་ད་གཏི་མུག་གི་སྟེང་ནས་སྐད་བཏང་ན་རྟགས་ཐ་ཚིག་ཐོན་ཁ་ཚ་བོ་འདུག་ཨ་རླུང་སྒོམ་ན་ར་རྟགས་ཐ་ཚིག་ཐོན་ནོ། ཨོ་ཡ། དེ་ཁྲོ་བོ་ད་ལྟ་མོ་ར་ལྟ་མོ་སྒོམ་མེད་ནས་དེ་ལྟ་ན་ར་ལྟ་མོ་སྒོམ་རྒྱུ་བོ་ཚད་ཐིག་ལ་མ་ཐོན་གོང་ལ་ལྟ་མོ་སྒོམ་མེད་ནས་དེ་ལྟ་ན་དེ་ག་རྟག་ཏུ་ཐོན་རྒྱུ་རྩ་སྒོམ་དང། ད་གི་མཐའ་བཟོ་ཡིན་གྱི་ན་ར་ཅིག་ཐ་ག་གི་ཁང་ན་མ་གི་ཤི་ཅོ་ནས་ཨོ་ལྟ་མོ་ཡོང་རྒྱུ་དེ་གཡོ་བསྐོ་ནི་རེད། ཨ་ལོང་ཡིན་གྱི་ན་ར་དེ་རེད། ཨོ་ཡ་བརྗིད་གི་འགིར་མ་བཟོ་ཐུབ་ན་ར། ཨ།

གང་གསུང་གསུང་གི་སྒྲུབ་པ་ཡི་རེ་ནས་རྟོག་གི་ཡོན་ཏན་དུ་མྱང་རྟོགས་པ་རེ་རྒྱུ་ལ་འོ་ནོ་དེ་གི་ད་མི་ཕན་སྐོར་ད་རང་གི་མི་ཕན་སྐོར་ཅི་ད་གཙོ་རང་གི་སྐྱེ་བ་ཕྱི་མ་ངན་སོང་གི་སྐྱེ་སྒོ་སྤྱོད་སྐྱེ་པོ་གི་ཐབས་ཀི་ར་མི་འགྱུར་ཟིན་ནོ་ངན་སོང་གི་མི་སྐྱེ་སྐྱེ་བོ་བདེ་འགྲོ་གི་ལུས་རྟེན་བཟང་བོ་ཟིན་རྒྱུ་ཆོ་དེ་གི་རྒྱུ་གི་ར་མི་འགྱུར་སྐོར་ནོ་འོ་ད་དེ་རེད། མི་ཕན་སོ་ད་དེ་རེད། ད་ཕན་ན་ཨ་ཏི་གི་མ་མཐའ་གི་ཕན་གོ་དག་ན་སྐྱེ་བ་ཕྱི་མ་ངན་སོང་དུ་གཏོང་མི་དགོ་བ།

ཁྱོ། ཨ་ན་ཙི་ར་རྔ་བོ་ཆེ་གདོང་ན་ར་མི་ཤུགས་ཤིག་ཡར་སྒོ་མི་བོ་ན་ར་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་མེད་ན། ཨ། ད། ཉིན་མཚན་དུ་ཞོགས་པ་བྱེད་དགོས་ནོ་སྐལ་བ་མང་བོ་ད་ཉིན་མཚན་དུ་ཞོགས་པ་བྱེད་དགོས་ནོ་གི་གནས་ཚུལ་སྐྱེལ་གྱི་རེད་ཟེར་ནས། དུས་ཀྱི་རྒྱུ་གི་འབྱོར་རྒྱུ་གི་ཉེན་ཁ་བོ་འདུག་ཟེར་ནས། ད་གཟིགས་མེད་ཀྱི་སོ་སོ་སྐྱེ་བའི་གནས་སུ། སོ་སོ་སྐྱེ་བའི་རྒྱུ་འགྲོ་ས་ཡོད་པ་ལ་དགོངས་སོ་ཟེར་ནས་རྗེ་རིན་པོ་ཆེ་ཚང་གི་དུས་ཀྱི་དོན་དག་དུ་དགོངས་པ་དུ་དེ་ཤེས་ལོང་ངོ་ནོ་ད། འོ་དེས་ན་ད།

གཏུམ་མོ་གི་ལུང་ཉམས་འཇིགས་ལ་གཏུམ་མོ་སྣ་རྩེར་ངོ་བོ་ཆེས་གདུང་བའི་གནས་དེ་རྣམས་མི་ཤུགས་ཀྱིས་བསྒོམ་བར་མ་རེ་ད། རྩ་བ་བ་ཀུ། སུ་དགོ་ནི་རེ། དྲི་ང་ལན་ཚོ་ནས་མ་བླངས་ན། དྲི་ང་ལན་ཚོ་ནས་ལེན་མ་ཐུབ་ན། ད། དུ་ལོག་ལ་མ་འགྱོ་འགྱོ་གི་རྒྱུ་གི་འགྱོ་གི། ད་མ་གཟིགས་དེ་རེད། ད་འདི་ན་ཡི་ཉི་ན་རེ་འདི་འདི་གི་རི་ཁ་ཡི་ཉི་ན་རེ་ད་དོན་དག་དེར་མོ་ད་མི་དགེ་བ་གཙོ་བོ་བ་ཀི་རྒྱུན་དུ་ད་མི་དགེ་བ་གཙོ་བོ་ཆེན་པོ་བོ་ཡ་བདེན་ནོ་དེ་གི་ད་བདག་མེད་པའི་ཆེད་ལ་འཇིགས་བར་ར་དེ་ལ་ཡང་ཡིད་ཆེས་དེ་ལ་དོན་ཉི་རེ་འོ་དེ་ན་ད་ངན་སོང་དུ་མི་འགྲོ་སྐུ་ཉིད་དུ། ད་རྒྱུ་མཚན་དེ་རི་ཁ་གི་སྟེང་ནས་རྒྱུ་མཚན་བསམ་རྒྱུ་འོ་སྐུ།

ཉེ་བ་རྣམས་ཀྱི་ཐོག་མའི་མཐའ་ཡང་རང་བཞིན་གྱིས་དབེན་པར་ཤེས་ཏེ་གཟིགས། འོ་ད་ཉེ་བ་རྣམས་ཀྱི་ཐོག་མའི་མཐའ་ཡང་རང་བཞིན་གྱིས་དབེན་པར་ཤེས་ཏེ་གཟིགས། ད་ཉེ་བ་ཡིན་གྱི་ན། ཉེ་བ་ཐམས་ཅད་ཀྱི་ཐོག་མ་གི་མཐའ། ཐོག་མཐའ། ཐོག་མ་གི་མཐའ། ཐོག་མ་མེད་པ་ཐ་མ་མེད་པ་ཟེར་གོ་མི་འོས། ད་མཐའ་གི་མཐའ་ན་ཐོག་མ་གི་མཐའ་ཟེར་རོ་ཐ་མ་གི་མཐའ་འོ་ཉི་འོ་གོ། ཉི་བ་རྣམས་ཀྱི་ཐོག་མའི་མཐའ་ཡང་རང་བཞིན་གྱིས་དབེན་པར་བཤད་དེ། ད་གདོད་མ་ནས་ཐོག་ཡང་ཐོག་མ་ནས་ཐོག་ཡང་འོ་དེར། ཆོས་ཐམས་ཅད་ཤིན་ཏུ་དུལ་བར་ཤེས་ཤིང་ཉི་བ་རྣམས་ཀྱི་ཐོག་མའི་མཐའ་ཡང་རང་བཞིན་གྱིས་དབེན་པར་བཤད་དེ། ད་ཉི་བ་ཉིད་ན་མ་རིག་པ་འདི་ཡི་ཉིད་ན་ར། མ་རིག་པ་ཡི་ཉིད་ན་ར་གདོད་མ་ནས་ཐོག་ཡང།

དུ་མི་འདི་བ་ཀི། གདོད་མ་ནི་བ་ཀི་དྲི་གི་ད་ནོ། དུ་མོ་མི་ནོ། འོ་ད་ཉེ་བར་བྱུང་བའི་དུ་མོ་གི་སྟེང་ནས་ད་ཆོས་ཐམས་ཅད་རང་བཞིན་གྱིས་མེད་པ་བསམ་མེད་ནས། འོ་ད་མ་རིག་བ་ཡིན་གྱི་ན་ར་མ་རིག་བ་རང་བཞིན་གྱིས་མེད་པ་དུ་མོ་བསམ། ཉེ་བ་རྣམས་ཀྱི་ཐོག་མ་ཡིན་གྱི་ན་ར་རང་བཞིན་གྱིས་མེད་པ་འོ་དུ་བསམ་མེད་ནས། ཨོ་ཡ། ད་ཉེ་བ་དུ་མོ་བའི་སྟེང་ནས་ད་ཉེ་བ་བྱུང་བའི་འགྱོད་པ་སེལ་ཞིང་ཟིན། ད་ཉེ་བ་བྱུང་ནོ་དེའི་སྟེང་ནས་ད། སྐུ་འདིར། འགྱོད་པ་སེལ་ཞིང་ཟིན།

སྐྱེས་ནོ་ཏི་ཡང་ཆོས་ཐམས་ཅད་རང་བཞིན་གྱིས་དབེན་པ་ཡིན་ནོ། ཧོ་ཡང་ཆོས་ཐམས་ཅད་གདོད་མ་ནས་རྟོགས་པ་ཡིན་ནོ། ཧོ་ཏི་བསམ་ངོ་བོ་དག་ནི་ཡང་དག་གི་རང་རྒྱུད་ལ་ཉེ་བར་བཟུང་ནོ་ཏི་ཡང་དུ་མོ་བའི་གཉེན་པོ་དག་ནི་ཡང་ཉེ་བ་དུ་དག་གི་ཞིག་ཡིན་ནོ།

བསམ་བློ་གཏོང་བ་ཉིད་ལ་མེད་པ་ད་དོན་དག་ཏུ་ཡོང་གི་འདུག་བསམ་བློ་གཏོང་བ་ཉིད་ལ་མེད་ཡིན་ནི་དེ་ན་ད་རང་གི་སྡུག་ཧ་དེ་དག་གི་འདག་ཤེད་ཀྱི་འཐབ་ཀྱི་ཡོད་རང་རྒྱུད་ཀྱི་སྡུག་ཧ་དེ་འདག་ཤེད་ཀྱི་འཐབ་ཀྱི་ཡོད་འོ་དུ་མོ་ཡིས་ད་ཚད་མེད་པ་ཡང་གནོད་ན་ད་ཚད་མེད་པའི་ལས་བྱེད་པ་དུ་མོ་ར་ད་ཧ་སི་ཀྱི་གནོད་འདུག་དེ་ན་ད་ཆོ་ག་དང་ཚུལ་ཁྲིམས་ལ

ཨོ་ད་ཆ་མེ་ཤེས་པ་གི་དམ་པའི་ཆོས་འདི་ཐོས་ནས་འཇིགས་ཀྱང་མེད་ན་ཟིན་ད་ཟབ་མོ་གཏོང་ཨ། ངས་སྟོན་པའི་ཆོས་འདི་ཐོས་ནས་ད་དེ་ལ་ཐོས་སེམས་ཀྱིས་འཇིགས་ཀྱང་མེད་ན་ད་ཐོས་སེམས་སྒོམ་སེམས་ཀྱིས་འཇིགས་ཀྱང་དེ་ལ་མེད། དོན་དུ་གཉེར་དེ་ལ་ཡིད་ཆེས་སྐྱེས་དེས་ན་དེའི་ལས་དེ་ཟིན་ད་དེ་གི་ཚད་མེད་ཀྱི་ལས་དེ་ལས་ཀྱི་སྒྲུབ་པ་ཡིན་ཟེར་ནས་ཡིན་ཞེས་ང་མ་སྨྲའོ་ཟིན། ཨོ་དེ་རེད།

ད་ཟབ་མོ་སྟོང་བ་ཉིད་ལ་མེ་བ་ར། ཟབ་མོ་སྟོང་བ་ཉིད་ཟབ་མོ་གི་ཕ་ཡོན་ད་གོང་དུ་བཤད་པ་འདི་རིགས་རེད། བཤད་པའི་ཕ་ཡོན་ལོ་འཁོར་ཐོབ་པ་ལ་གཉིས་དགོས་ཏེ་གསུངས། ད་དེ་ལྟ་བུའི་ཟབ་མོའི་ཆོས་ཧ་ར་བཞེད་ན་ཞལ་ནོར་གྱི་ཕ་ཡོན་ལོ་འཁོར་ཐོབ་པ་ལ། ཕ་ཡོན་ཆ་ཚང་ཟིག་ཐོབ་དགོས་དོན་ན་ཡང་ཆ་རྐྱེན་གཉིས་ཚང་དགོས། ཉེས་དཀར་དང་དཀྲུག་བ་སོགས་ལ་མི་ལྟ་བའི་ཀུན་སློང་དཀྲུག་བ་ཞིག་དང་གསུངས། ད་ཉེས་པ་དང་ཀུ་ཤྟི། གཉེན་གྲོགས་ར་དུ་མོ་མི་ལྟ་མོ་གི་ཀུན་སློང་དཀྲུག་བ་ཞིག་དང་གསུངས།

ད་དུས་དེ་སྐྱོན་ཉི་འོད་ཀྱི་ནང་གི་སྐྱོན་ཉི་ག་བསྡད་ན། སྐྱོན་གང་རུང་རེ་བསྡད་ན། འོ་དུམ་བུ་གྱི་སྟེང་ནས་བཤད་ན། བསོད་ནམས་མང་བའི་བར་ཆད་བྱེད་པར་གསུངས་པའི་ཕྱིར་དེ་བཞིན། བསོད་ནམས་མང་བོ་གི་བར་ཆད་བྱེད་ལ། ཐོག་ཁང་ཡིག་བརྙན་གྱིས། དེ་ཕྱིར་གང་དག་ཆོས་ལོག་པར་འཆབ་པར་བྱེད་པ་དང། སེམས་ཉོན་མོངས་བ་ཅན་ཉེས་པ་དང་གུར་སྟི་དང་དྲུག་ཧ་འདོད་པས་འཆབ་པ་དེ་དག་ནི། ད་ཁོང་འདི་རུ། བདག་ཉིད་ཀྱི་བསོད་ནམས་ཆེན་པོ་ཉམས་པར་བྱེད་པ་ཡིན་ནོ་ཞིང། བདག་རང་གི་བསོད་ནམས་ཆེན་པོ་དེ། ཉམས་ཀྱི་ཞིག་ཏུ་འགལ། ཞེས་གསུངས་པ་ནི་འདིར་ཡང་འདྲའོ་ཞིང། དེ་རེད། གཉེན་པོ་བོ་ལ་ཡང་གཉེན་པའི་ཀུན་སློང་རྟོགས་པ་དང་དོན་ལོག་པར་མ་བཟུང་བ་གལ་ཆེ་བས་བཟང། གཉེན་པོ་བོན་གྱི་ན་རེ་ཡང་ཀུན་སློང་རྟོགས་པ་རེད། ད་འདི་སྣོད་མི་གཙང་བའི་སྣོད་དང་པོ་ཡིན་མི་ཉན་གི། ཨོ་ཡ། ད་ཀུན་སློང་རྟོགས་པ་རེད་བོ། དོན་ལོག་པར་མ་བཟུང་བ། ཨོ་ཡ། ད།

བ་དང་རྟེན་འབྱུང་གི་དེ་ཉིད་ཇི་ལྟར་བཤད་པའི་ཚུལ་ལོ། དེ་བཞིན་ཡང་རྟོག་གེའི་དོན་ལུང་གིས་བསྟན་པའི་ཚུལ་ལུང་གི་དོན་ཏེ་རིགས་པས་སྒྲུབ་པ་དེའི་སྒྲུབ་པའི་སྟོང་ཉིད་ཀྱི་ར་བས་བཤད་པའོ། ཟིན་ཐོ་ལ་གཉིས་ལུང་ལས་གསུངས་པའི་ཚུལ་དགོས་པ་དང་དེ་ཁོ་ན་ཉིད་ཤེས་པའི་མི་མཐུན་ཕྱོགས་ངེས་བཟུང་བའོ། ཟིན་དུ་ངོ་ནི་ས་བྱི་བ་ལས། ས་ལྔ་བ་སྟེ། ས་དྲུག་བ་ལ་འཇིག་བ་ནི་ཆོས་མཉམ་པ་ཉིད་ཀྱིས་འཇིག་གོ། ས་ལྔ་བ་དང་དྲུག་གིས་གོ་རིམས་ཀྱིས། ད་ཕྱི་གནས་ལ་བརྟེན་ནས་ལྷག་མཐོང་སྒོམ་ཚུལ།

མཚན་མ་མེད་པར་མཉམ་པ་ཉིད་དང་ཆོས་ཐམས་ཅད་མཚན་ཉིད་མེད་པར་མཉམ་པ་ཉིད་དང། དེ་བཞིན་དུ་སྐྱེ་བ་མེད་པ་དང་མ་སྐྱེས་པ་དང་དབེན་པ་དང་གདོད་མ་ནས་རྣམ་པར་རྟོག་པ་དང་སྐྱེ་བ་མེད་པ་དང། བླང་བ་དང། དོར་བ་མེད་པར་མཉམ་པ་ཉིད་དང་ཆོས་ཐམས་ཅད་སྒྱུ་མ་དང་རྨི་ལམ་དང་མིག་ཡོར་དང་བྲག་ཆ་དང་ཚོད་ལྟ་དང་གཟུགས་བརྙན་དང་སྤྲོ་བ་ལྟ་བུར་མཉམ་པ་ཉིད་དང། ཆོས་ཐམས་ཅད་དངོས་པོ་དང་དངོས་པོ་མེད་པ་གཉིས་སུ་མེད་པར་མཉམ་པ་ཉིད་དེ། རང་འབྲས་གཟུགས་ན་མཉམ་པ་ཉིད་དོ་ཟེར་ནས། འདི་རྟོག་གི་དོན་མ་རེད། དེ་ཆོས་ཐམས་ཅད་ཀྱི་རང་བཞིན་དེ་ལྟར་རབ་ཏུ་རྟོགས་ན། མནོ་ཞིང་རྗེས་སུ་མཐུན་པའི་བཟོད་པས་བྱང་ཆུབ་སེམས་དཔའི་ས་དྲུག་པ་མངོན་དུ་གྱུར་པ་རྗེས་སུ་ཐོབ་སྟེ། ཞེས་གསུངས་ཏེ། དེ་རེད་ད་མཉམ་ཉིད་ཆོས་བསྟན་དོན་དུ་མ་རེད། ལོངས་སྐུ་དང་ལས་དང་འདི། དེ་ལ་དོན་དུ་མ་རབ་བྱེད་ཀྱི། དེ་བཞིན་དུ་ཞེས་པ་ནི་ཆོས་ཐམས་ཅད་ཅེས་པ་བླང་དོར་མེད་པའི་བར་ལ་སྦྱོར་བའོ་ཟེར་ནོ། ད་གོང་ན། ད་མདོར་བསྟན་གྱི་སྐབས་ནས་ཆོས་ཐམས་ཅད་མཚན་མ་མེད་པར་མཉམ་པ་ཉིད་དང་ཆོས་ཐམས་ཅད་མཚན་ཉིད་མེད་པར་མཉམ་པ་ཉིད་དང་ཟེར་ནས། མདོར་བསྟན་གྱི་སྐབས་ནས་ཆོས་ཐམས་ཅད་ཟེར་ནས་གཉི་གའི་མགོ་བོ་བརྒྱ་དང།

ཞེས་བསྒོ། དེའི་མདུན་ན་ཏདྱ། ཏདྱ་མ་སོགས་བདུན་ལྟར་བཟུང། ཏདྱ་ཧུད་ཏདྱ་བདུན་ལ་བསྒོམ། བདུན་ལྟར་ཉམས་པ་རྣམས་བཟུང། ཏདྱ་ཕྱིས་ཐམས་ཅད་དེ་ལྟར་ཉམས་པ་རྣམས། ཉམས་པ་རྣམས། ཉམས་པ་ཉེར་གཅིག་ཏདྱ་ཏདྱ། ཏདྱ་ཉམས་ཉེར་གཅིག་ཏདྱ། ཐ་མ་གཉིས་ཀྱང་གཅིག་ཏུ་བྱའོ་བཟུང། ཐ་མ་ཏདྱ་ཕྱིས་ཐམས་ཅད་དངོས་པོ་དང་དངོས་པོ་མེད་པ་གཉིས་སུ་མེད་པར་ཉམས་པ་ཉེར་བཟུང། ཧོ། ཡང

ད་གོང་གི་དོན་མ་རིག་གནས་ཡོད་ཟེར་ཡོང་གིར། ད་ཉམས་ཉེས་ཅི་གི་ངན་ཟེར་གྱིན་ན་ས་བཅུ་པའི་མདོ་འགྲེལ་ཡིག་རྙིང་གི། ཡིག་རྙིང་གི། ལུགས་འདིའི་ས་བཅུ་བ་ལ། ས་བཅུ་བ་གི་རྣམ་བཤད་བཤད་དོ། ཉམས་ཉེས་ཅི་གི་ངན་འཛིན། ཉམས་ཉེས་ཅི་ངན་འཛིན་གྱི་ཐ་ཚུ། ཐོག་ཁང་ཡིག་རྙིང་གི་ས་བཅུ་པའི་མདོ་འགྲེལ་ན་གསུངས་དགོས་ནོ་ར། ཕོག་པ་ཐོག་མེད་གི་ཞིང་ས་ན་གསུངས་དགོས་ནོ་གཉིས་ཀ་ར་མི་མཐུན་པར་སྣང་ལ། སྐྱོན་ཆེན་གཉིས་ཀ་ར་མི་མཐུན་གི་ཡུལ་དུ་སྟོན་ཞིང། དེ་གཉིས་དང་ལུགས་འདི་སྟོང་བ་གཉིས་འབྲེལ་ཚུལ་མི་མཐུན་པས་འདིར་གཞན་དུ་བཤད་དོ་གསུངས། འོ་ད་ཐོག་མའི་སྐྱོན་ཆེ་གི་གསུངས་སོ་ར། ད་ལུགས་འདི། འོ་ཡ། ད་ལུགས་འདི་ཐུན་མོང་མ་ཡིན་པར། འོ་ཡ། ལུགས་འདི་སྟོང་བ་གཉིས་འབྲེལ་ཚུལ་མི་མཐུན་པས་གསུངས།

དེ་ལ་དུང་བོ་ནི་ཟེར། ད་དུང་བོ། ཆོས་ཐམས་ཅད་མཚན་མ་མེད་པར་མཉམ་པ་ཉིད་དུ། མཚན་མ་གསུངས་ད་མཚན་མ་གསུངས་ད་ཡིད་ཀྱི་པར་ཡིན། ཧོ་ཡ་ད་ཀུན་རྫོབ་ན་སྣ་ཚོགས་པའོ་གསུངས་ད་སྣ་ཚོགས་ཚོགས་ཟེར། ཧོ་ཡ། ད་འདི། དོན་དམ་པར་མེད་པ་གི་སྟེང་ནས་ད་དབྱེར་མེད་པར། ཕྱི་ནང་གི་ཆོས་ཐམས་ཅད་པོ་ད། དོན་དམ་པར་མེད་པ། མཚན་མ། མཚན་ཉིད་མེད་པ་གི་སྟེང་ནས་ད་མཉམ་པ་ཉིད་དོན་དམ་པར་མེད་པ་ད་ཡོངས་སུ་རྫོགས་པ་དང་འདྲ།

ད་འདི་གི་ཚད་མ་མེད་པ་སོགས་ནོ། ཚད་མྱེད་མེད་པ་སོགས་ནོ། དུང་བོ་ཁའི་ཚད་མ། དུང་བོ་ནི་ཚད་མ་མི་འདྲ་བར་སྣང་བ་རྣམས་ཟིན་ནོ། ཚད་མ་ཡིན་ཀྱང་ད་ཐག་དང་ཚད་མ་མི་འདྲ་བ་ད་ཕི་ཁའི་སྣང་ངོ། ཚད་མ་མི་འདྲ་བར་སྣང་བ་ནི་ཕུག་ཁའི་མཉམ་གཞག་གི་ངོ་ན་མེད་པར་ཆེད་ཀྱི་འདྲ་བའོ་ཟིན། ད་ཚད་མ་མི་འདྲ་བར་སྣང་བ་ན་ད་བོགས་ཀྱི་མཉམ་གཞག་གི་ངོ་ན་མེད་པར་ཆོས་ཀྱི་འདྲ་བའོ་ཟིན། ད་བོགས་ཀྱི་མཉམ་གཞག་ཡེ་ཤེས་ཀྱི་དེ་ཁོ་ན་ཉིད་རིག་པའི་རིག་ངོ། དེ་ཁོ་ན་ཉིད་ངེས་པའི་ངེས་ངོ་ན་ད་ཀུན་རྫོབ་སྣ་ཚོགས་ད་མེད་ཀྱི། འོ་ཡ། ཀུན་རྫོབ་ཀྱི་ཆོས་རྣམས་བོགས་ཀྱི་མཉམ་གཞག་ཡེ་ཤེས་ཀྱི། དོན་དམ་པ། ངེས་པའི་ངེས་ངོ། འོ་ཡ། ད་ཇི་ལྟ་བ་རིག་པའི་རིག་ངོ། འོ་ད་ན་ད་མེད་ནོ། དེ་སྟེང་ནས་ད་འདྲ་འདྲར།

ཚད་མ་མེད་པ་བཞིན་དུ། གང་གི་ངོ་ན་མེད་ནོ། ཚད་མ་དེ་གང་གི་ངོ་ན་མེད་ནོ། འོ་དེར་ཐོག་གི་མཉམ་གཞག་གི་ངོ་ན། ཐོག་གི་མཉམ་གཞག་ཡེ་ཤེས་ཀྱི་དེ། ཇི་ལྟ་བ་རིགས་པའི་རིགས་ངོ། འོ་ཡ། དོན་དམ་པ་ངེས་པའི་ངེས་ངོ། སྟོང་ཉིད་ངེས་པའི་ངེས་ངོ་དེ་ནི་དེ། ཀུན་རྫོབ་སྣ་ཚོགས་པ། ཀུན་རྫོབ་ཚད་མ་སྣ་ཚོགས་པ་དེ་དེ་མེད་ནོ། ད་ཚད་མ་མེད་པར་མཉམ་པ་ཉིད་དེ།

གཞན་པ་བརྒྱད་པོ་ཡིན་གྱི་ན་ད། སྤྱིར་བསྟན་གྱི་དོན་དག་འདི་ད། བྱེ་བྲག་ཏུ་བྱས་ནས་སྟོན་དགོས། འདིར་ཁྱད་པར་དུ་བྱས་ནས་སྟོན་པ་སྟེ། སྐྱེ་བ་མེད་པ་ནི་མང་བ་དང། མ་སྐྱེས་པ་ནི་དུས་གཞན་གྱི་དབང་དུ་བྱས་པ་དེ་བཞིན། འོ་ད་སྐྱེ་བ་མེད་པ་ཀ་མང་བ། མང་བ་ལ། བསམ་ནས། དེ་ཁྲོ་གི་མ་སྐྱེས་པ་ཡིན་གྱི་ན་དུས་གཞན་གྱི་དབང་དུ་བྱས་པ། དུས་གཞན། སོ་སོ་ད་ཚོགས་ད་མང་བ་གི་གཞན་ནི་ད་ལྟ་བ་ལ་འདུས་པ་ཉིད་རེད།

དངོས་པོ་གང་དག་གང་ན་ཡང་སྐྱེ་བ་སྣང་ཡང་ཡོད་མ་ཡིན་སྐུ་ནོ་ད། ད་ད་ལྟ་སྐྱེ་གི་མེད་གི་བཟང་མོ་དུ་མོ་མ་རེད་ཡ་ད་ད་ལྟ་བ་གི་མོ་མ་རེད་ཡ་མང་བ་ར་དེ་ལྟར་སྐྱེ་གི་མེད་ནོ། འོ་ཡ། སྔོན་གྱི་དུས་སུ་ར་དེ་ལྟར་སྐྱེ་བ་མེད་ནོ་ད་ལྟ་གི་དུས་སུ་ར་དེ་ལྟར་སྐྱེ་བ་མེད་ནོ་མང་བ་ར་དེ་ལྟར་སྐྱེ། སྐྱེ་བ་མེད་ནོ། འོ་ད་ཁོས་ལས་ཉན་ན་ད་ལྟར་ནོ།

དེ་ལྟ་བུ་དེ་ཡང་འཕྲལ་དུ་ལུང་རིགས་ཀྱི་བྱེད་པ་མིན་གྱི་གཟིངས། ད་དེ་ལྟར་ཡིན་པ་དེ་ཡང་འཕྲལ་དུ་ལུང་རིགས་ཀྱི་བྱེད་མོ་མིན་ཏེ། ལུང་རིགས་ཀྱི་ད་དུམ་བུ་ཟིག། གསར་དུ་བྱས་དང་དུ་དུམ་བུ་མིན་ཏེ། གདོད་མ་ནས་རྣམ་པར་རྟོག་པ་དེ་ལྟར་དུ་གནས་པ་ནི་གྲུབ་པའོ་གཟིངས། ད་གདོད་མ་ནས་རྣམ་པར་རྟོག་པ་གཟིགས་མོ་སྟེ། གདོད་མ་ནས་རྣམ་པར་རྟོག་པ་དེ་ལྟར་དུ་གནས་པ་གྲུབ་པ། ད་བར་ལས་ཉི་མ་ཅི་རིན་པོ་ཆེ་གསུང་གི་ར། རིགས་པས་བསྒྲུབས་གོ་ནོ་ར།

བརྒྱད་པ་ལ་ཡང་ཁྱབ་པར་དེ་ལྟར་སྦྱར་རོ། གསུམ་པ་བརྒྱད་པ། བླང་བ་དང་དོར་བ་མེད་པར་མཉམ་པ་ཉིད་སྐུ་ནོ་ཏི་ཁྱབ་པར་དེ་ལྟར་སྦྱར་རོ། གསུམ་ནོ་ཏི། ཀ། ཉེ་བའི་སྐབས་ཀྱི་ཁྱབ་པར། དགག་བྱ་གི་ཁྱབ་པར། ཧོ། ཡང་དག་བླང་བྱ་ལ་དོར་བྱ་ཙི་ཏི་ལ་བླང་བྱ་ལ་དོར་བྱ་ཡོད་སྐུ་ནོ་ཏི་རེ་ཡང། བླང་བྱ་ལ་དོར་བྱ་ཏི་ཀའི། བླང་བྱ་ཡིན་པར་ཡང་རང་གི་མཚན་ཉིད་ཀྱིས་མེད་ནོ། ཧོ། ཡང་དོར་བྱ་ཡིན་པར་རང་གི་མཚན་ཉིད་ཀྱིས་མེད་ནོ།